གི་ནང་ལོགས་ལ་ཡ་ད་ཨ་ནི་ཁྲུས་ཁྲུས་བྱས་འདྲ་མིན་སྣ་ཚོགས་འདི་འདྲ་དོན་ནི་ཨ་ནི་ལས་ཀ་ཉུང་རུ་ཉུང་རུ་ཉུང་རུ་འགྲོ། མིའི་གི་ལས་ཀ་དེ་མི་གཤིན་ལས་ཀ་དེ་མང་རུ་ཆག་བྱས་ཨ་ནི་འཛམ་གླིང་ནང་ལ་དཔལ་འབྱོར་འདི་ཨ་ནི་ཤུགས་ཆེན་པོ་ཆག་བྱས། དེའི་ནང་ནས་འཛམ་བུ་གླིང་གི་ནང་ལ་ད་ད་ད་ཉེས་བྱས་གི་ལོ་རྒྱུས་གི་ནང་ལ་དཔལ་འབྱོར་གི་སྟོབས་ཆེ་ཤོས་འདི་ཨ་མི་རི་ཀ་ཆག་འདི་རོད་དེ་ནས་ནི།

དངོས། ཉིས་སྟོང་དང་ཉིས་སྟོང་དངོས་སྐད་ཆ་བཤད་ཀྱི་རོ། དེ་སྐབས་ལ་ཨ་ནི་ཨ་རབ་སྤིང་ལ་དེ་རོ་ཨ་རབ་སྤིང་སྐབས་ལ་རོ་བྱ་གོ་རོ་དེ། ད་དེ་དེ་ནས་ནས་ཨ་ནི་ཉིས་སྟོང་བཅུ་བར་དུ་ལ་ཡ། ཨ་ནི་ད་དེ་ཨ་རབ་བོར་ལ་ནི་རོ། དེ་འདྲའི་ཆེ་གནས་ཚུལ་ཆགས་ཡོད་འདུག་ག་ལ། ད་དེ་ནང་ལོགས་ལ་ཡ Civil War མང་པོ་ཅིག་ཆགས་ཨ་ནི Political Instability ལ་ཡི་རོ། སྲིད་ཀྱི་ཐོག་ལ་ནི་བདེ་འཇགས་མང་པོ་མ་ཡོང་བ་དང། ཨ་ནི། འོ་འདི་འདྲ་བྱས་བྱས་ད་ག་འདྲ་དཀའ་ངལ་ཆེན་པོ་ཅི་ཉེར་གཅིག་ནང་ལ་འདི་ག་ངལ་ཆགས་རེད་ཨ་རབ་སི་པིན་འདི་གང་རོ། ད་འདི་ནས་ནི་ཨ་ནི་ད་འདོད་ད་འདའ། འདི་འདྲ་ཆགས་ཡོད་པའི་སྐབས་ལ་ཨ་ནི་ཨ་མེ་རི་ཀ་འདི་ད་འདའི་ད། Global Super Power ལེགས་འདོགས་རྒྱལ་ཁབ་སྟོབས་ཆེན་གྱི་རྒྱལ་ཁབ་ད་ལྟ་ཡི་ཆ་དེ་རེད། གཉིས་པ་དེ་རྒྱ་ནག་གི་ད་རྒྱུ་དཔལ་འབྱོར་དམག་ག་རེ་ཐོག་ལ་ཡིན་ན་ད་ཁོང་ཚོ་ད་ལྟ་མེ་འབར་བའི་སྐབས་ལ་ཆ་དེར་ཉེར་གཅིག་ན་ལ་ད་ཨ་རི་དང་རྒྱ་ནག་ཆ་དེ་ཡོད་རེད་ད་ལྟ་འགྲོ་སྟངས་འདྲ་བོ་བྱས་བ་ཡིན་ན། ཨ་ནི་ད་ལྟ་འཛམ་བུ་གླིང་གི་ནང་ལ་ད་ཉེར་གཅིག་གི་ནང་ལ་རེད་བ་ཨ་ནི་བརྒྱ་ཆ་བཞི་བཅུ་ཞེ་དགུ་དང་ཚ་གསུམ། ང་ཚོ་འཛམ་བུ་གླིང་གི་མི་འབོར་འདི་ཨ་ནི་དམངས་གཙོའི་གི་ལུང་པའི་དམངས་གཙོའི་གི་ཨ་ནི་གོ་སྐབས་དང་ཁེ་ཕན་དང་ལག་ལེན་བསྟར་ཉེན་འདི་གྱ་བཅུ་བཞི་བཞག་དགུ་དང་ཚ་གསུམ་ཆ་འདི་ཡོར་འཛམ་བུ་གླིང་གི་ནང་ལ་རོ་ད་འདི་ནས་ནི་བརྒྱ་ཆ་བཞི་དང་ཚ་ལྔ་འདི་ཨ་ནི་དགོངས་དག། བརྒྱ་ཆ་བཞི་བཅུ་ཞག་དགུ་དང་ཚ་གསུམ་འདི་འཛམ་བུ་གླིང་འདིག་ནང་ལ་ད་དམངས་གཙོ་རེད་ལ་བ་གང་ཤེས་ཀྱི་མ་གཏོགས་ཅིག་གི་དམངས་གཙོ་ཆ་ཚང་ཅིག་ཐོག་ལ་ནི་གནས་ཡོད་མ་རེད་ད་ལྟ་ར་བ་རྒྱལ་ཁབ་མང་པོ་ཅིག་ར་བ་དམངས་གཙོ་ཡིན་པ་གང་ཤེས་ལ་དམངས་གཙོ་ཏག་ཏག་ཅིག་ཚད་ལྡན་གྱི་དམངས་གཙོ་འདི་འཛིན་སྐྱོང་འགྲོ་གི་ཡོད་མ་རེད། འཛམ་བུ་གླིང་གི་ནང་ལ་བརྒྱ་ཆ་བཞི་དང་ཚ་ལྔ་འདི་དམངས་གཙོ་ཚད་ད་ལྡན་པ་འགྲོ་གི་བར་ད་དཔེ་ན།

ཤུགས་ཆེན་པོ་བྱ་ཡ་དང་ཁོར་ཡུག་བཙོག་པ་བྱ་ཡ་དང་ཤུགས་ཆེན་པོ་མཛད་འདུག་ཅག་མང་པོ་ཅིག་ཤུགས་ཆེ་རུ་འཕེལ་ཅིག་འཛམ་བུ་གླིང་གི་ནང་ལ་རོ་དེ་འདྲའི་མི་ཡིག་བཟོས་བྱ་རྒྱུ་བསྐྲུན་བྱ་རྒྱུ་ཆགས་འདི་ཡོད་རེད་ད་འདི་བཛའ་དྲག་ཆེ་ཤོས་ཅིག་གར་ཆགས་དགོས་རེད་ལ་ང་རང་ཚོ Ecological Crisis ལ་ཡོད Ecological Crisis ལ་བ་ཡིན་ན་ང་རང་ཚོ་གི་ཁོར་ཡུག་གི་ནང་ལ

ཨ་ནི་ཉིས་སྟོང་ཉི་ཤུ་ནས་བཅུ་དགུ་གི་ད་ལོ་མཇུག་བྱས་ཨ་ནི་ཉིས་སྟོང་ཉི་ཤུ་ལ་ང་ཚོའི་གི་ནད་ཡོམ་ཆེན་པོ་དེ་ལས་བྱས་ཨ་ནི་འཛམ་བུ་གླིང་གི་ནང་ལ་དཀའ་ངལ་ཆེན་པོ་དཔལ་འབྱོར་གི་དོ་ཕོག་མིའི་གི་ཐོག་ལ་དཀའ་ངལ་ཆེན་པོ་ད་གང་ཅི་གི་ཐོག་ལའང་དཀའ་ངལ་མང་པོ་ཅིག་འཛམ་བུ་གླིང་ནས་ཆགས་ཡོད་འདུག་ག་ལ་མི་ང་ཚོ་མི་ལན་དྲུག་མི་ག་འདྲ་ཤི་རེད་ད་འཛམ་བུ་གླིང་གི་ནང་ལ་རོ་ད་འདི་འདྲས

ཕྱིའི་དངོས་པོ་གི་ནང་ལོག་ཏུ་ཡར་གེར་འགྲོ་བ་ཡིན་ན་ནང་གི་དཀའ་ངལ་འདི་གར་ཆགས་འདོད་ལ་ན། གཟུགས་པོ་ལུས་ལ་ལྟ། ཅིག། མང། མང། ལྷོད་ལྷོད་འདི་ག་ལ་བར་ལྟ། Comfortable། འདི་མང་ང་ཆེ། སེམས་ཀྱི་དཀའ་ངལ་འདི་སྡུག་བསྔལ་འདི་ཤུགས་ཆེ་ཆགས་འདོད་ལ་ལྟ། འོ་འདི་འདྲ་འགྲོ་བ་ཅིག་ཅར་ལན་ཅིག་ཆགས་འདོད་རོ། ད Generation འདིའི་ང་ཚོ Technology དང Changing Idea ལའི་འདི་ངེད་ཀྱི་རྒྱུ་མཚན་གར་ཤེས་འོ་ལ་ན། མི་རིགས་མི་ཐོག་གསར་བ་འདི། གཞོན་སྐྱེས་དཔེ་ཤུགས་ཆེན་པོ་ཅིག་བརྒྱ་ཆ་ཉི་ཤུ་ཚན་ལྔ་ཆགས་ཡོད་འདུག་གང་ལ་གར་ཆགས་སྐོར་ལ་ན་ལས་ཀ་བྱེད་སྟངས་ཀྱི་བྱེད་ཕྱོགས་དེ་ཚང་མ་འགྱུར་བ་ཐེབས་འགྲོ་བར་གདའ། ད་འདི་ནང་ནས་གཉིས་གལ་ཆེ་ཤོས་དེ་གར་ཆགས་སྐོར་ལ་ན Reimaging རོ། ག་རི་གང་ལ་ཆགས་སྐོར་ལ་ན Education System ཤེས་ཡོན་སྤྲད་སྟངས་ཀྱི་སྒང་ལ་འགྱུར་བ་ཤུགས་ཆེན་པོ་ཅིག་ཐེབས་འགོ་བར་ད་ལྟ་སྤྲོ་བཞིན་པ་རེད་རོ། གཅིག་དེ་རེད། ཨ་ནི། Education། གི་བརྒྱུད་ནས་ལས་ཀ་བྱེད་སྟངས་དང་ལས་ཀ་བྱེད་ཕྱོགས་དང་ལས་ཀ་གི་ཁ་ཕྱོགས་དེ་འགྱུར་བ་ཤུགས་ཆེན་པོ་ཞུ་ཐེ་བོར་ད་འགྱུར་བ་ད་ལྟ་དཔེར་ན་དཔེ་ཁ་ཤས་བྱ་བས་ན་དེང་སང་གི་ལས་ཀ་དེ་ཚོ་ད་ནང་ལ་བསྡད་ནས་ལས་ཀ་བྱེད་ཡ་ཡོད་རེད་ཨ་ནི་གཟུགས་པོ་དཀའ་ལས་མ་བརྒྱག་ནས་ལས་ཀ་བྱེད་ཡ་རྐྱང་རྐྱང་ཅིག་ཆགས་བསྡད་ཡོད་རེད་རོ

ད། ང་རང་ཚོ་གིས་ཉེར་གཅིག་གི་ལོ་ལ་ལོ་འདི་གི་སྒང་ལ་ཉིས་སྟོང་ཉི་ཤུ་ནས་ལྔ་བཅུ་ཉི་ཤུ་རྩ་གཉིས་ནས་ལྔ་བཅུ་ནང་ལོ་ལ། མི་རིགས། གཞོན་སྐྱེས་གསར་བ། གི་ཁ་ཕྱོགས་གཞན་པ་ཅིག་ལ་ཆགས་འགྲོ་གི་བར་ད་ཁ་ཕྱོགས་གཞན་པ་ཅིག་ལ་འཁྲིད་གི་བར་ད་འཛམ་བུ་གླིང་འདི་རོ། འདི་ཉིས་སྟོང་ལྔ་བཅུའི་ནང་ལ་ཆགས་གི་རེད་ཞུ་བར་ད། ད་མཐའ་སྡོམ་འདི་ལ་རྣམ་པ་ཚོ་འཛམ་བུ་གླིང་འདི་འགྱུར་བ་འདི་ག་ཟིག་ཐེག་ཐུབ་གང་ལ། ང་ཚོས་ནི་ད། ང་ཚོས་ཀྱི་ཁ་ཕྱོགས་བསམ་བློ་དེ་འགྱུར་བ་ཆེན་པོ་ཞིག་གཏང་དགོས། འགྱུར་བ་གར་གཏང་དགོས་རེད་ཟེར་ན་ཉེར་གཅིག་གི་ལོ་ལ། བསམ་བློ་བཏང་བཏང་དེ་འགྱུར་བ་གཏང་དགོས་རེད། བསམ་བློ་བཏང་བཏང་འགྱུར་བ་གར་གཏང་དགོས་རེད་ལབ་ན་ད་ལྟའི་ང་ཚོས་ཀྱི་དུས་ཚོད་འདི་ལ་ཉེར་གཅིག་གི་དུས་ཚོད་གང་ལ་འགྲོ་གི་ཡོད་མ་རེད་ང་ཚོའི་སྤྱི་ཚོགས་དེ་ག་རི་གང་འགྲོ་གི་ཡོད་ཟེར་ལབ་པ་ཡིན་ན། ང་ཚོ་དང་པོ་དེ་ཆོས་ལུགས་གང་ལ་གལ་ཆེན་པོ་ཅིག་ཆགས་བྱས།

པ་བས་ཀྱིས་མ་འགྲོ་བ་ཡིན་ན། ད་ང་ཚོས་ཀྱི་ཁབ་ཕྱོགས་དེ་སྤྱི་ཚོགས་བག་ཤ་ཐལ་ཏེ་རྒྱུ་རྐྱེན་འདི་རེད་ད། ཁ་ཕྱོགས་བག་ཤ་མ་ཐལ་ཀྱི་ང་ཚོའི་ཐབས་ལམ་དེ་ག་རེ་ཡོད་ལ་ན། དང་པོ་དེ་ང་རང་ཚོ་དང་པོ་དེ་དོན་དག་དོན་ནང་ནས་གལ་ཆེ་ཤོས་དེ། བོད་ལྭའི་དེ་རྩིག་བོར་དང་པོ་ཆོལ་ཁ་ལྭའི་དེ་ཚོ་ཕ་བཞག

ག་རེ་ཡིན་ནས་ད་རྣམ་པ་ཚོ་གི་མ་འགྲིག་པ་ཡིན་ན་མ་འགྲིག་པ་དེ་བཤད་ཐུབ་པ་ཡིན་ན་སྤྱི་ཚོགས་དེ་ཡར་རྒྱས་འགྲོ་གི་རེད་འདི་སྡུག་ཅག་བསམ་བློ་བཏང་ཡ་ཡོད་མ་རེད་གེགས་སོ་སོས་གི་ལུང་པའི་གི་ཞེན་ཁོག་དང་དེ་འདྲས་གང་བསམ་བློ་བཏང་ཡ་མ་རེད་དུས་རབས་ཉེར་གཅིག་སླེབས་འདུག་གང་ལ་ང་ཚོ་ཡར་རྒྱས་བཏང་དགོས་རེད་བ་ང་ཚོ་སྤྱི་བའི་དོན་དག་བོད་ལྷའི་འདི་གི་དོན་དག་ལ

དང་པོ་དེ་ལ་བསམ་བློ་དེ་སོ་སོས་ཀྱི་ཕྱོགས་རིས་དང་ཞེན་ངོགས་སྐམ་པོ་དང་དེ་ཚོ་ཕར་བཞག་ནས་བསམ་བློ་རྒྱ་ཆེན་པོ་བཏང་ནས་ག་རི་གང་ལ་བཤད་དགོས་བོར་སི་ལ་བ་ཡིན་ན། ང་ཚོ་བོད་བླ་ཡི་དེ་དང་པོ་བསམ་བློ་བཏང། དེའི་རྗེས་ལ་ཨ་ནི་སོ་སོའི་ལུང་ཚན་གང་ལ་བསམ་བློ་བཏང་རྒྱལ་ཁབ་ལུང་ཚན་གང་ལ་སོ་སོའི་ཆོས་ལུགས་གང་ལ་བསམ་བློ་བཏང་རོ། ཨ་ནི་ཆོལ་ཁ་ཆོས་ལུགས་སོགས་ལ་ཞེན་ཁོག་ལ་ཡ་དེ་འཛམ་བུ་གླིང་མི་ཚང་མ་ལ་ཡོད་རེད། ཡོད་བ་དེ་ཡག་ག་ནང་ལ་བེད་སྤྱོད་བཏང། ཨ་ནི། སྐྱོན་ཡོད་ན་སྐྱོན་དེ་བཏང་བས་ན་བསམ་གི་རེད། ཧོ། དུས་རབས་ཉེར་གཅིག་གི་ནང་ལ་དཀའ་ངལ། མིག་མཐོང་ལག་ཟད་ངས་གཉིས་བཤད་བོ། སི་རི་ལང་ཀ་དང་པ་ཀི་སི་ཐན་ལ་ལྟ་ད་ལྟ། པ་ཀི་སི་ཐན་དེ་ལྟ་ལུང་པ་དེ་ཚ་ར་ཚོད་ར་ཆགས་ནས་ལྟ་ལུང་པ་ལྟ་ཉན་འདི་ཉན་མེད་བ་ཆགས་ནས